བར་སྐབས་ཨེ་ནི། ནུབ་ཕྱོགས་ནས་ཡོང་པའི་ཨེ་ནི། རབ་བྱུང་མ་དེ་འདྲས་ཀྱིས་ཨེ་ནི་དགེ་སློང་མ། སྤྲུལ་སྐུ་གདུགས་སུ་བྱས་ནས། དེ་འདྲས་འབུལ་ཁུལ་བྱེད་མཁན་ཤུགས་ཆེན་པོ་བྱུང། ཨེ་ནི། དགེ་སློང་མ་ཟད་དེ། འདུལ་བ། དང་མཐུན་པ་ཞིག་འགྲོ་རྒྱུ་རེད་མ་གཏོགས་ངས་ཐག་བཅད་ཐུ་ཡག་ཡོག་མ་རེད།

དེ་སྔ་ཡིན་ནི་གཞུང་ཆེན་མོ་སློབ་གཉེར་མེད་མཁན་ཚོའི་སློབ་གཉེར་རྒྱབ་སྒོ་རེད། ལྔའི་དང་པོ། རྣམ་རྒྱལ་གྲྭ་ཚང། གམ་ཆར་ཕན་བདེ་ལེགས་བཤད་གླིང། ཨེ་ནི། སྔགས་ཀྱི་ཆོ་ག་མང་པོ་བཞག་ཡོད་རེད། ཨེ་ནི། བློ་འཛིན་བྱས། ཨེ་ནི། ཐིག། བསྟོད་བརྫུན། གར། བཞི་པོ་ཅི་ཡག་པོ་ཡོད་རེད། ཨེ་ནི། བྱམས། ཞེ་དྲག་ཡག་པོ་ཡོད་རེད། རེད་དེ་ཡིན་ནི་ད། དཔེ་ཆ་བཏགས་པ་རེད། གཞུང་ཆེན་བཏགས་པ་རེད་ཟེར་ནི། ངས་ཡིན་ནི་གཞུང་ཆེན་བཏགས་ཡ་ཆེ་བཙུགས་པ་རེད། ཨོ། དེ་དང་ཆབས་ཅིག།

ཆོས་ཀྱི་ཕྱོགས་གཅིག་ནས་བསྙད་ལ། ནམ་བཟང་རྒྱུད་ལ་རྟོགས་པ་ཡོད་པ་བྱས་ཞེས་རྒྱུད་ལ་རྟོགས་པ་བསྐྱེད་ནས་འདིའི་ཐོག་ནས་ནམ་བཟང་བཤད་མ་ཐུབ་ནས། ཁོ་རུ་རིགས་པའི་ལམ་གྱི་ཐོག་ནས། རེ་དང་ཨེ་ནི། ད་གཙོ་བོ་གཙོ་བོ། རེ་དང་ཨེ་ནི། བདག་མེད་པའི་དོན་བསྒོམས་ནས། བསམ་བཏང་པ་ཡིན་ན། ཨེ་ནི། ཉོན་མོངས་ག་ལི་ག་ལི་ཤུགས་ཆུང་རུ་ཕྱིན་ཉོན་མོངས་ཀྱི་ཉེས་ཤུགས་ག་ལི་ག་ལི་ཤུགས་ཆུང་རུ་ཕྱིན་ནས་ཞུ་བ་འགོག་པའི་བདེན་པ་ཟེར་ཡག་ཅིག་ཐོབ་ཡག་ཡོད་བལྟ་བ་ཅིག་གིས་རིགས་པའི་གཡའ་བོ་སྒྲུབ་ཐུབ་པ་ཡིན་ན།

ང་ཚོ་བོད་གངས་ཅན་གྱི་ལྗོངས་ཀྱི་སྙིགས་མ་ཆ་བཞག་ན། མཁན་ཆེན་ཞི་བ་འཚོ་ནས་མ་ཡོང་པ་རེད། ཨེ་ནི། ཡིན་གཅིག་མིན་གཅིག་ཚད་མའི་གཞུང་བཏགས་པ་རེད། མཁན་ཆེན་ཞི་བ་འཚོ་རྦད་དེ་ཚད་མའི་ཚད་མ་བ་ཞིབ་ཅིག་རེད་འདུག་ག། སྒེར་དུ་ལོ་ཕྱེད་བཞིན། ཁོ་རང་གིས་ཨེ་ནི་ཚད་མའི་གཞུང་བརྩམས་ཡོད་རེད། བྱས་ཙང་ང་མཁན་ཆེན་ཞི་བ་འཚོ་དང་ཨེ་ནི། གཙོ་བོ་ཨེ་ནི་སློབ་གཉེར་དེ་ཚོའི་གྲས་མཁན་ཆེན་ཞི་བ་འཚོ་གཙོ་བོ་རེད། ཨེ་ནི།

རྒྱུན་འཛིན་ཡིན་པ་ལྟར་གསལ་བ་ཞིག་ཆགས་རེད་ཨེ་ནི་དགེ་ལུགས་པ་དེ་རྒྱ་གར་མཁས་པ་དང་ཐད་ཀར་གཏུགས་ཡོད་མ་རེད་དེ་གང་ལྟར། ཆེ་རྒྱལ་འབྲུག་ཆུང་གཉིས་ཀྱི་གཞུང་འདི་དེ་གཙོ་བོ་བྱས་ནས་ནང་འགྲོ་གི་ཡོད་རེད་བ་ཅག་ད་དེ་འདྲ་ཡིན་དུས་རྫ་ནས་ཏང་གང་ལྟར་བོད་གངས་ཅན་གྱི་ལྗོངས་ཀྱི་ས་དགེ་བཀའ་རྙིང་ཚང་མ་ལོ། དངོས་ཡོད་ཀྱི་གནས་ཚུལ་ལ་བལྟས་པ་ཡིན་ན་ཚང་མ་ལོ་ན་ལེན་དྲར་ཐུག་ཤེས་པ་ཞིག་རྟག་རེད་ད་ཤེས་སོང་ང། ལོ་རྗེས་ཤིག་ང་ཕ་གི་ཧྥ་རན་སི་རུ་ཡིན་པ་ཡོད།

པའི་ཁམས་གསུམ་གྱི་སེམས་ཅན་ཐམས་ཅད་བསམ་བློ་བཏང་མུ་མཐུད་ནས། ཁ་ཡོད་ལག་ཡོད་འཛིན་མུ་ནས་འདི་གང་ལ་བསམ་བློ་བཏང་ཐུབ་པ་ཅིག་གོ་ད། ཤེས་སོང་ང། དེ་འདྲ་ཡིན་དུས་དཔེ་ཆ་ལྟ་ཡག་དེ་གཞུང་ཆེན་ལྟ་ཡག་དེ་ཧ་ཅང་གི་གལ་ཆེན་པོ་རེད། ཤེས་སོང་ང། ས་དགེ་བཀའ་རྙིང། རིས་སུ་མ་ཕྱེ་བ་ཚང་མ་ཀློག་གི་ད་གཞུང་ཆེན་ལྟ་ཡག་དེ་དཔེ་གལ་ཆེན་པོ་རེད་འདི་བསམ་གི་ཤོག་ང་ད་ཁྱེད་རང་ཚོ་དེ་ལས་བསྡོམས་ལ་ལས་དེ་འདྲ་ཞིག་འདུག་ལ་ད་དེ་ཞི་རག་ཡག་པོ་རེད། ཤེས་སོང་ང། གཞུང་ཆེན་མཚན་ཉིད་བསྟན་ན་འདི་དགེ་ལུགས་པ་རེད་ཟེར་སོ། རེད་བ། དགེ་ལུགས་པ་ལས་གོང་ས་ལྔ་པ་ཞེས་པ་འདི་གསུངས་ཡོད་ད། གུར་གུམ་ཚོད་ཀྱིས་གཙོས་པའི་ལྭ་བས་བྱས། ཨོ། གུར་གུམ་གྱི་ཚོད་ཀྱིས། རྒྱལ་བུ་ཤིང་རི་བའི་ཞྭ་མོ་སེར་པོ་དེ། གུར་གུམ་ཚོད་ཀྱིས་གཙོས་པའི་ལྭ་བས་བྱས། ཨེ་ནི། རང་རིགས་བསྟན་པ་འཛིན་ན་ཆེས་ལེགས་ཀྱིས། དགེ་ལུགས་པའི་བསྟན་པ་ཞྭ་མོ་སེར་པོ་ཞིག་གོ་ན་དགེ་ལུགས་པའི་བསྟན་པ་འཛིན་གྱི་ཡོད་པ་ཞིག་བསམ་བཏང་ན་ད་ལས་སླ་བོ་ཤ་རེད། ཨེ་ནི་དེའི་ཞུ་གི་དེ།

ཞེས་སོ། ཨེ་ནི། དཔེ་ཆའི་དོན་དག་པའི་མཐའ་དཔྱད་ནི་ཡ་ཧོ་ཤེ་ཡཱ་ལ་ཡང། གཞན་ལུགས་དགག་པ་རང་ལུགས་བཞག་པ་དེ་ལ་རྩོད་པ་སྤང་བ་ཞེས་དགག་བཞག་སྤོང་གསུམ། འདི་ཡང་འདི་མཚན་ཉིད་ཀྱི་གཞུང་མང་ཀུན་སྣང་ལ་དགག་བཞག་སྤོང་གསུམ་སུ་དོན་གྱི་འདུ་བ། འདི་བཞི་དག་གལ་ཆེན་པོར་ལྟ། ཞེས་སོ། གཞན། དགག་བཞག་སྤོང་གསུམ་གྱི་འགྲོ་སྟངས་འདི་དེ་སློབ་སྦྱོང་བྱས་ནས། དེའི་རྟགས་གསལ་བཏང་ནས་ཁྱབ་ཐབས་མ་ཁྱབ་སོགས་སྐད་ཆ་དེ་བཤད་ནས་དེའི་ཐོག་ནས་བའི་དགག་བཞག་སྤོང་གསུམ་གྱི་འགྲོ་སྟངས་དེ་ཡག་པོ་ཞིག་མ་ཤེས་ན། ཨེ་ནི། ད། གཞུང་ག་རེ་བཤད་པ་ཡིན་ནའི་སྤམ་བཤད་རེད། མ། སྤམ་པོ་བོར་ཞིག་མ་བཤད་པ་མ་གཏོགས་དེ་ལ་ཡ། དོགས་སློང་ཞིག་བྱུང་པ་ཡིན་ན་ཨེ་ནི། ཁ་བྲལ་མེད་པ་ཆགས་ཡོང་དགོས་རུང་བ་ཚ་དེ་འདྲ་ཡིན་དུས། རིགས་ལུང་སློབ་ཡ་དེ་ཞིབ་རུ་གལ་ཆེན་པོར་ད།

བྱས་ནས། དཔེ་ན་རིན་པོ་ཆེ་གི་བླ་མའི་གྲས། ནི་བྱ་བྲལ་སངས་རྒྱས་རྡོ་རྗེ། དུ་བསྙེན་བུ་གནང་གི་མི་འདུག། དེ་དཔེ་ནོར་རིན་པོ་ཆེ་ཁོ་རང་ངང་སོང་བ་རེད། དེ་ཨེ་ནི་རྙིང་མའི་དགོས་པ་དེ་འདྲའི་མཚན་ཉིད་བསྟན་ནས་དགོས་པ་ཡོད་མ་རེད། རིགས་ལུང་བསླབ་ནས་དགོས་པ་ཡོད་མ་རེད་ཟེར་ནས་ཐུགས་ལ་བབ་པོ་མི་འདུག། ཡིན་ནའི་དཔེ་ནོར་རིན་པོ་ཆེ་གི་བའི་དབུ་གཙུག་བསྐྱོན་བྱས་མི་དགེ་ད་མཚན་ཉིད་བཙུགས་བྱས། ད་དངོས་གནས་དྲ་ནས་ད་མི་དགེ། རྣམ་གྲོལ་ལིང་ཆ་བཞག་ན་དངོས་གནས་དཔེ་གཅིག་གི་མིག་དཔེ་འོས་པ་གཅིག་ཆགས་བསྡད་ཀྱི་ཡོད་རེད།